ཆོས་ཀྱི་བགྲོ་གླེང་ཚོགས་པའི་ནང་བཞུགས་པའི་དེ་ནས་ཚོགས་མི་ལྷན་རྒྱས་ཚང་མ་ལ་དེ་ནས་སྔ་དྲོ་བདེ་ལེགས་དང་རྒྱུ་ལས་བཞུགས་ཏེ་དེ་ནས་དེ་རིང་ང་དང་སློབ་ཚན་པོ་དེ་ནས་འགོ་བཙུགས་ཤིང། སྐྱབས་གསུམ་སྐུ་མདོ་བླ་མ་རྡོ་རྗེ་འཆང་གང་ལ་གང་དུ་བཤད་ཉན་ཚུལ་གསུངས་ན།

སོང་པ་བཟང་ན་ད་དེ་རིང་ང་དང་ཨི་ཀ་དེ་ནས་ག་ཚུལ་ཁྲིམས་ཀྱི་ཕར་ཕྱིན་གྱི་ཉམས་ལེན་ཡ་མེད་ན་ཚུལ་ཁྲིམས་ཀྱི་ཉམས་ལེན་མཛད་དཀན་པོ་ཨེ་ནས་བཀའ་གཟུགས་ཤིག་ཡིན་ནོག་ཨོ་དེ་སྐོར་ལ་ཞུ་ཅེས་ནོག། སོང་པ་བཟང་ན་ད་དེ་ནས་གཉིས་པ་དེ་ནས་ཚུལ་ཁྲིམས་ཀྱི་དེ་ནས་ཕར་ཕྱིན་ཉམས་སུ་ལེན་ཚུལ་ཡ་མེད་ན་ཚུལ་ཁྲིམས་ཀྱི་ཉམས་ལེན་ནི་སྐོར་བོ་ལ་ཨེ་ནས་ག་རྒྱ་ཧྲ་ལག་ལེན་སོ་བདུན་མེད་ན་ང་རྩ་བའི་ནང་དེ་ནས་ང་དང་ཅི་གསུངས་ཟེར་ཡོད་དེ་ནོག་ཞུས་ན། ཚུལ་ཁྲིམས་མེད་ན་རང་དོན་མི་འགྲུབ་ན་གཞན་དོན་སྒྲུབ་པར་འདོད་པ་དགའ་མོད་ན། དེ་ཕྱིར་སྲིད་པའི་འདུན་པ་མེད་པ་ཡིས། ཚུལ་ཁྲིམས་སྲུང་བ་རྒྱལ་སྲས་ལག་ལེན་ཡིན་གསུངས་ཚུལ་འདུག་བ་ལས། འོ་གསུངས་པ་བསམ་ན་ད་དེ་ནི་ཚུལ་ཁྲིམས་གཟན་པོ་ཅིག་དང་སྒོ་མེད་ག་ང་དང་ཁྱེད་ནི་ཧ་ལས་ག་ཤིས། ཨེ་ནི་ང་དང་ད་ག་ཁྲིམས་ཟེ་ཡ་མེད་ན་ང་དང་ད་ཆོས་ཀི་ཨེ་ནི་ང་དང་ཆོས་དེ་ན་ད་ཨིན་ན་སུ་གི་ཆོས་ལུགས་སོ་སོ་སོ་སོ་སོ་སོའི་ནང་རང་གི་རང་རེ་གི་དེ་ནི་ཚུལ་ཁྲིམས་མི་འདྲ་བ་བསྲུང་སྟངས་མང་པོ་ཡོད་དེ་ནོག་ཨིན་ན་ག་ནང་པ་སངས་རྒྱས་པའི་ཆོས་ལུགས་ལ་བསྟེན་ག་ནི་ཡ་ན་བཅོམ་ལྡན་འདས་དམྱལ་མེད་ཤཱཀྱ་ཐུབ་པས་ཨེ་ནི་རྗེས་འཇུག་མུ་ནིས་ཨེ་ནི་ཚུལ་ཁྲིམས་བསྲུང་བྱེད་པོ་ད་མང་སྟེ་ཡང་དེ་ནི་ང་དང་ག་ལ་ཆེན་མོ་ཞིག་དང་ཁག་ཅན་ཅིག་བྱེད་ཀྱང། ཨེ་ན་བཟོ་ཡི་ང་དང་ཚུལ་ཁྲིམས་གཟན་པོ་གཅིག་ཡ་མེད་ན་ཁྲིམས་གཟན་པོ་གཅིག་ཁྲིམས། ཨེ་ནི་ང་དང་སྡང་འདིར་ཡང་འཇིག་རྟེན་ནི། ཨེ་ནི་ང་དང་འཇིག་རྟེན་འདི་རྒྱལ་ཁབ་སོ་སོ་ཡིན་ནའང་འདྲ་ཨེ་ནི་སློབ་གྲྭ་སོ་སོ་ཡིན་ན་ཡང་འདྲ། ཨེ་ནི་ག་གེ་དེ་ན་ཚོགས་པ་ཀ་ཟུག་ཞིག་ཡིན་ན་ཚང་མ་ལ་ཁྲིམས་ཟེར་གི་ཡོང་བ་འདྲ་ཧ་ལས། ག་ཁྲིན་སྤོ་མེད་ན་དེ་ནི་ག་ཚོགས་པ་ཡིན་ནའང་འདྲ་ང་དང་མི་རེ་རེ་ཡིན་ན་ཡང་འདྲ་ཨེ་ནི་ཁོས་ལ་སྟོན་ཐམས་ཅད་ཨེ་ནས་ད་ང་དང་ཚགས་ཚུད་པོ་ཞིག་དང་རྒྱ་ལ་ཞིག་དང་ཨེ་ནས་སྤུ་སྟག་པོ་ཞིག་ཡོའང་མེད་ཀྱང། མདོར་དུ་ན་ཨོ་དེ་ནས་ད་ག་གེ་དེ་ན་ཨོ་ཚུལ་ཁྲིམས་སྲུང་བྱས་ཡ་མེ་ན་ད་ཁྲིམས་སྲུང་བྱས་པོ་གེ་དེ་ན་ཚང་མ་ཟང་ཁག་ཆེན་མོ་ཆ་ནོག་དང་ང་དང་མི་མི་ཚེ་ན་དཀའ་གཟུགས་ཤིག་ཡིན་ན་དཔེར་ན་ག་ང་དང་ཧྱང་སྤར་རྩེ་གང་ཅིག་ཡིན་ན་ཁོ་ཁོ་རང་ནང་ལོག་ཨེ་ཁྲིམས་ཞིག་ཡོད་ཀྱང། འོ་ད་དེ་སྣ་ཚོགས་ལ་ང་དང་ཚོང་དང་གང་ཅིག་ཡིན་ན་ཚོང་ཁོ་རང་ནང་ལོགས་ཡང་འགྲིག་འགྲིག་ལམ་ཅིག་ཡང་ཁྲིམས་ཤིག་ཡོད་ཀྱང། འོ་སློབ་སྦྱོང་ཅོག་གང་ཅིག་ཡིན་ན་ཁ་སློབ་སྦྱོང་རྒྱ་ལ་ཡོང་ཆེས་སྟོན་དག་ཡང་ཁོ་ཁོ་རང་ཨེ་ཁོ་རང་ཨ་སྟོན་དག་ཡང་འགྲིག་འགྲིག་ལམ་ཅིག་དང་ཚུལ་ཁྲིམས་ཤིག་ཡོད་ཀྱང། ད་དེ་སྣ་ཚོགས་ལ་ཨེ་ནི་ག་ནང་པ་སངས་རྒྱས་པའི་ཆོས་ལ་བསྟེན་ག་ནུས་ཨེ་ནི་ནང་པ་སངས་རྒྱས་པའི་ཆོས་དང། མ་མཐུན་པའི་བྱ་བ་དང་སྤྱོད་པ་ངོ་སྤངས་ཏེ་ཆོས་དང་མཐུན་པའི་བྱ་བ་དང་སྤྱོད་པ་ན་ང་དང་འཇུག་བྱེད་སྲིད་དོན་དག་ཁོ་ཁོ་རང་ཡང་ཁྲིམས་ཤིག་ཡོད་པ་སོང་ན་ཨོ་དེ་ཁྲིམས་སྤོ་གལ་ཏེ་ན་ངེས་པར་དུ་སྲུང་དགོས་ཟེར་གག་ད་ཧ་ལས་ཨོ་ད་སྲུང་དགོས་ཟེར་པ་སང་ན་ད་བདག་སང་ང་དང་རྩ་བའི་ན་ཁྲིམས་ཧ་ལས་ཚུལ་ཁྲིམས་མེད་ན་གཟན་པོ་གཅིག་འོ་ད་ག་འོ་དེ་ཁྲིམས་པོ་མ་སྲུང་ན་གཞུ་ཟེར་ནོ་ཧ་ལས། འོ་མེད་ན་གཟན་པོ་གཅིག་ཡིན་ན་གཟུགས་ཀྱི་ཚུལ་ཁྲིམས་མེད་ཅེས་ཀྱང་མི་ཐེག་ང་དང་མི་རེ་རེ་རེ་རེ་ར་བསམ་བློ་དང་པོ་གཅིག་ཨེ་ནི་ག་ཡིན་ན་གཟུགས་ཀྱི་རྒྱ་ཧྲག་བྱང་ཆུབ་སེམས་པ་ངོ་ནི་བདག་སར་ཚུགས་པ་ཚུལ་ཁྲིམས་སྲུང་ཚེ་གོང་ས་རྒྱལ་སྲིད་གོ་འཕང་ཐོབ་ཚར་མཁན་མང་པོ་ཡོད་ཀྱང་ཚུལ་ཁྲིམས་ཡོད་དེ་འགྲོགས་ཡིན་ན་ག་ཁོང་འོས་སྲུང་མཁན་པོ་ང་དང་དམིགས་བསལ་ལྟ་དཔྱད་ཞིག་ག་ཕན་ཆ་ཞིག་མ་རྟོགས་ཨེ་ནི་ཁོང་འོས་སྲུང་ཚེ་ང་དང་ཐག་ར་མེད་ཀྱང། ང་དང་གཞུང་དེ་ཡང་མི་གཅིག་ཐག་ར་མེད་ཀྱང། གསུངས་པ་ཟ་ན་ང་དང་སོ་སོ་ཐར་པའི་ཚུལ་ཁྲིམས་གཞན་མིན་ན་སོ་ཐར་གྱི་སྡོམ་པ་རིགས་བརྒྱད་ཟེར་བར་སོ་སོ་ཐར་པ་གཞན་པོ་གཅིག་ང་དང་ལེགས་སྦྱར་རེས་འགའ་འདི་ན་པརྟི་མོག་ཁྱ་གཞོན་ནུ་ཧ་ལས་པརྟི་མོག་ཁྱ་གཞན་པོ་གཅིག་པར་ར་ཞེས་པ་ཨེ་ནི་དང་པོ་དང་མོག་ཁྱ་ཐར་པ་ལ་འཇུག་པ་ཟ་ན་ཨེ་ནི་དང་པོ་དང་པོ་ཡང་མིན་སོ་སོ་ཐར་པ་ཡང་མིན་ན་དང་པོ་ཐར་པ་ཟེར་རོ། ཡང་པར་ར་གཟེར་སྐམ་པོ་ལྔ་དང་དང་པོ་ལག་འཇོ་ལག་པད་ན་ལྔ་དང་ཟླ་མཆོད་ཚར་མ་ནམ་རེ་ལས་གོ་འོན་ལ་པར་མ་ན་བར་ཏི་ཀ་ཀ་རི་ཀ་ཟེར་ཏེ་ཡོང་འདུག་བ་ལས། འོ་པར་མ་ན་གཟན་པོ་གཅིག་དང་པོ་སྦྱར་བ་འམ། ཨེ་དང་པོ་སྦྱར་བ་འམ་སྒོ་མང་རང་རྟོགས་སྐམ་པོ་ལ་ཨེ་ནི་ཚར་མ་ཟེར་རེད་པ་སང་ན། འོ་མདོར་བསྡུ་ན་ང་དང་ཡུལ་ཨེ་ནི་གསར་དུ་རྟོགས་པ་འམ་ཡང་མིན་ན་སྒོ་མང་རང་རྟོགས་སྐམ་པོ་ལ་ཚར་མ་བཞུགས་སྐམ་ནང་ཙོགས་ལ་འོ་འདི་ཞོན་ནོ། ད་འོ་ན་སོ་སོ་ཐར་པ་བཟང་པོ་ཅི་དགའ། ཨེ་ནས་ཚུལ་བཞིན་དུ་སྲུང་དཀའ་ནི། ཨེ་ནས་དགའ་སྲུང་དཀའ་ནི་མི། ཨེ་ནས་དགའ་ཐར་པ་ཐ་ར་ནོག། ཨེ་ནས་ཚུལ་བཞིན་དུ་མ་སྲུང་དཀར་པོ་ཐ་ར་མ་ནོག་ཟེར་ཀ་ནི་གོ་རྒྱུ་ཅིག་ཨོ་དེ་ན་ཡོད་ཀྱང། གསུངས་པ་བཟང་ན་ང་དང་བདག་ས་ཚུལ་ཁྲིམས་མེད་ན། རང་དོན་མི་སྒྲུབ་ན། གཞན་དོན་སྒྲུབ་པར་འདོད་པ་དགའ་མེད་ན། གསུངས་སོ་དེ་བ་ལས། ཨོ་ད་གལ་ཏེ་དགའ་ང་དང། ཨེ་ནས་ནང་པ་སངས་རྒྱས་པའི་ཆོས་ལ་བསྟན་དཀའ་འཇིག་ཡིན་ན། ཨེ་ནས་ང་དང་ཨ་ཏག་ཆོས་ལ་ཨེ་ནས་ཚུལ་ཁྲིམས་སྲུང་བཅས་པ་ལ་ང་དང་སྡོམ་པའང་ཞུ་ཡ་ནོག་ཚུལ་ཁྲིམས་འང་ཞུ་ཡ་ནོག། སྡོམ་པ་ལ་ཨེ་ནས་སོ་སོ་ཐར་པ་བཞི་བརྒྱ་ད་གསུངས་སི་འདུག་ཨ་ལས། ཁྱིམ་པའི་སྡོམ་པ་དང་པོ་གསུམ་རབ་བྱུང་སྡོམ་པ་ཐ་མར་ང་ཟེར་ཏེ། དགའ་བསྙེན་ཨེས་ཀྱི་སྡོམ་པ། དགེ་བསྙེན་ཕ་ཡི་སྡོམ་པ་དགེ་བསྙེན་མ་ཡི་སྡོམ་པ་གསུམ་པོ་ཁྱེད་ན་ཁྱིམ་པ་ངོ་ནས་བསྟན་ལ་སྲུང་བསྙེན་བཅས་ཡ་ན་སྲུང་བཅས་བཞི། གསུང་བཅས་སྲིད་སྡོམ་པ་ལ་ཨོ་དི་ཨོ་དི་གསུམ་པོ་ལ་ང་དང་ཁྱིམ་པས་སྡོམ་པ་ཞུ་རོགས། ད་དེ་སྣ་ཚོགས་ལ་དགེ་སློབ་མའི་སྡོམ་པ་དགེ་ཚུལ་ཕ་མའི་སྡོམ་པ་དགེ་སློང་མའི་ཕ་མའི་སྡོམ་པ་ལྔ་པོ་ལ་ཨེ་ནི་ག་ཁྱེད་དང་ང་དང་རབ་བྱུང་གི་སྡོམ་པ་ཟེར་ནོ་ད་ང་དང་བསྟུར་རྒྱུ་ན་ཨེ་ནི་རབ་བྱུང་རབ་བྱུང་ཟེར་ཞེས་ཞུས་བྱས་པ་ཨོ་དེ་ན་ནོ་ཧ་ལས་ག་དགེ་ཚུལ་བསྒྲུབ། ཨོ་ཡ་མེད་ན་དགེ་སློང་བསྒྲུབ་ག་ནུས་ལ་ཨེ་ནི་ང་དང་རབ་བྱུང་ཞུ་རོགས་ཨ་ལས། འོ་ད་ང་དང་ངེད་ཅག་ཁྱིམ་པའི་སྟེང་ལ་བཞུགས་སྐབས་ངོས་ལ་ཨེ་ནས་ང་ད་ལྟ་རྒྱུད་ན་ཧྲུལ་ངེ་འཇིག་དང་ཡོད་དེ་རོགས་ཐེག་ཆེན་གསོ་སྦྱོང་གིས་སྡོམ་པ། ཡ་བེ་ནས་ངན་ནས་གིས་སྡོམ་པ། དེ་ན་ཙོ་ལ་དགེས་ངན་ཕ་ཡིས་སྡོམ་པ། ཨེ་ནས་ང་དང་ཨ་མ་ཨུན་ལ་དགེས་ངན་མ་ཡིས་སྡོམ་པ་ཨོ་གཟུགས་ཚང་མ་ང་དང་ཚུལ་བཞིན་དུ་ཧྲུང་ཅེ་བརྗོད་ཀྱང། ད་ཚུལ་ཁྲིམས་མེད་ན་རང་དོན་མི་འགྲུབ་ན་བཟང་པོ་ཅིག་ཨོ་ད་ཚུལ་ཁྲིམས་མེད་ན། ཧ་ལས་དེ་ནི་ཚུལ་ཁྲིམས་ཚུལ་བཞིན་དུ་མ་བསྲུངས་ན་གཟར་བུ་ཅི་ལྟར་སྤེལ་ན་ཐ་ན་བཟུང་སྟེ་ང་དང་དེ་ནི་ང་དང་ལྟ་མི་ནང་པ་སངས་རྒྱས་པའི་ཆོས་སྤྱོད་ཨ་འཕོ་ཅིག་སྐྱིས་བུ་གསུམ་གྱི་ལམ་གང་རུང་ཅིག་བསྟེན་ཏེ་ཡང་མེད་ན་སྐྱིས་བུ་གསུམ་གྱི་ཆོས་གང་རུང་ཅིག་ཅེས་སྤྱོ་བ་ཟ་ནོ་ག་ལས། ད་དེ་ན་སྐྱིས་བུ་ཆུང་ངུས་ཨེ་ནི་ཆོས་སྤོ་ཅི་ནོ་ཟེར་ན་ད་ག་གེ་དེ་ན་ཨེ་ནི་ང་ཉལ་བ་ཡི་དྭགས་དུད་འགྲོ་ང་སོང་གི་སྟེན་ལ་འཇིགས་ཤིང་སྐྲག་ནས་ཨེ་ནི་ད་ཐར་པས་ག་གེ་དེ་ན་སྐྱེ་བ་སྟེང་མ་བདེ་འགྲོ་ལ་མི་གོ་འཕང་ཅི་བས་ཀྱང་ཐོབ་དགོས་སོ་བསམ་པས

ད་འོ་ན་ཚུལ་ཁྲིམས་རིགས་བརྒྱ་ལ་མ་སྲུང་ག་འཇིག་ཡ་མི་ནི་ཚུལ་ཁྲིམས་སྲུང་མ་ཐུབ་ག་འདི་མི་ཞིག་ག་ཨེ་ནི། སྐྱེ་བ་སྟིང་མ་རང་གི་དོན་དུ་ཧ་ལས་གཞན་དོན་ལ་མ་རོག། རང་དོན་དུ་སྐྱེ་བ་སྟིང་མ་ཨེ་ནི་འདོར་དུ་ན་རང་ཉིད་ཧ་ལས་དེ་ནས་བདེ་འགྲོ་ལྷ་མི་གོ་འཕང་ཙམ་ཡང་ཐོབ་ནུས་ས་མ་ནོ་གསུངས་ཟེར་རོ། བྱས་ཟིན་ན་བདེ་འགྲོ་ལྷ་མི་གོ་འཕང་ཐོབ་བྱ་སའི་རྒྱུ་ཡོད་ནང་མའི་ནང་པོ་ཅི་ཡིན་ཀྱང་ཟེར་ན་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་ཡིན་ཀྱང་ཨེ་ནི་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་བུ་སྲུང་མ་ཡིན་ན། ཨོ་དེ་ནི་སྐྱེ་བ་རྟིང་མ། ཨོ་ད་བདེ་འགྲོ་ལྷ་མིའི་གོ་འཕང། ཨེ་ནི་ཐོབ་ངེས་ཀྱི་བདེ་འགྲོ་ལྷ་མིའི་གོ་འཕང་ཐོབ་བྱ་སྤོས་གཞན་དོན་འཇིག། ཡིན་ན་སུ་ཡི་ད་ང་དང། ཀྱིས། བཀའ་སྩལ་རྒྱལ་སྲས་བྱང་ཆུབ་སེམས་དཔའ་ངོ་ནི་བདེ་འགྲོ་ལྷ་མིའི་གོ་འཕང་སྟོན་དུ་ངེས་ར་ནོག་ད། ཡིན་ཡང་དེ་བྱང་ཆུབ་ཀྱི་སེམས་ཀྱི་སྐུ་ན་ལངས་ན་ཡིན་ན་སུ་གྱིས། ཨེ་ནི། བཞི། ག་གེ་དེ་ནི་སྐྱེ་བ་རྟིང་མ་བདེ་འགྲོ་ལྷ་མིའི་གོ་འཕང་ཐོབ་བྱ་སྤོས། ཨེ་ནི་རང་དོན་འཇིག་ཡིན་ནོ་ག་ལ་རང་གི་དོན་དུ། གཞན། བདེ་འགྲོ་ལྷ་མིའི་གོ་འཕང་ལ་ཀོ་དིང་འཛེར་ཏེ་མན་ཆད། ཨེ་ནི་རང་བདེ་འགྲོ་ལྷ་མིའི་གོ་འཕང་ཐོབ་བྱ་སྲིད་དོན་དག། ཨེ་ནི་ཚུལ་ཁྲིམས་བསྲུངས་ན་འགྲིག་འགྲིག་ཨེ་ཀྱང། ཡིན་ན་ད་ལྟའི་བྱང་ཆུབ་སེམས་དཔའ་རྣམས་སམ་ཐེག་པ་ཆེན་པོའི་ཆོས་སྤྱོད་ལུགས་གཏོར་སྤྱོད་སྟངས་ཅིག་ཡིན་ནོ་ཟེར་ན་མ་ན་བ་ལེ། འོ་ད་གསུངས་པ་ཟེར་ན་ད་དོན་དག་ག་ཅི་གསུངས་བསྟན་ནོ་ཟེར་ན་རང། ཚུལ་ཁྲིམས་མེད་ན། ང་ལས་འོ་མདོར་བསྡུ་ན་རང་གིས་ཁ་བླངས་པའི་ཨེ་ནི་ཚུལ་ཁྲིམས་རྣམ་པར་དག་པ་ཨེ་ནི་སྲུང་བ་མེད་ན་ཟེར་བསྟན་ནོ། རང་གི་དོན་རང་སྟོན་དུ་ཨེ་ནི་དགའ་མཐོ་རིས་ཡང་མིན་ན་ང་དང་བདེ་འགྲོ་ཨེ་ནི་ལྷ་དང་མིའི་གོ་འཕང་ཙམ་ཡང་འོ་དེ་ནི་དགའ་མཐོ་བར་མ་ནུས་ན། ཨ་ལེ། ཨོ་མ་ཐོ་བ། དེ་ནི་ཚུལ་ཁྲིམས་མ་ཧྲུག་ན་ཨེ་ནི་ང་འགྲོ་ང་འགྲོ་དམྱལ་བ་ཡི་དྭགས་དུར་ཁྲོད་གསུམ་ན་སྐྱེས་པ་དང་ན་ཨེ་ནི་དམྱལ་བ་ཡི་དྭགས་དུར་ཁྲོད་གསུམ་པའི་སྐྱེས་ན་སྤུ་གི་དང་ན་བདེ་འགྲོ་ལྷ་མིའི་གོ་འཕང་མ་ནོག་ཨ་ལེ། ང་སོང་གི་ན་ཟི་ནོག་ཨ་ལེ། ཨོ་སོང་བ་སང་ན་ད་ཚུལ་ཁྲིམས་ཚུལ་བཞིན་དུ་མ་ཧྲུག་ན་ཨེ་ནི་ང་འདི་ག་བདེ་འགྲོ་ལྷ་མིའི་གོ་འཕང་ཙམ་ཡང་ཨེ་ནི་བསྒྲུབ་དམྱལ་ན་མི་ནུགས། ཨོ་ཐོབ་ཉལ་ན་མི་ནུས་གསུངས་སྟེ་རུང་དྭའི་ཨོ་འདུག་སི་ཨོ་ཚུལ་ཁྲིམས་རྒྱལ་ལ་མ་བསྲུངས་ཚུལ་ཁྲིམས་རྣམ་པར་དག་པ་སྲུང་མ་ཡིན་ག་ནི་མི་ཞིག་ལ་ཡིན་རང་དོན་དུ་བདེ་འགྲོ་ལྷ་མིའི་གོ་འཕང་ཙམ་ཞིག་ཡང་ཐོབ་ཉལ་ན་མེད་ན་ད་དེ་ནི་གཞན་དོན་སྒྲུབ་བྱེད་པོ་ད་ད་ང་དང་རྒོད་བྱེད་སྲིད་ཨ་གཟུགས་ཤིག་ཡིན་ནོ་སི་ཐོག་ད་ང་གཞན་དོན་སྒྲུབ་ཡིན་ཟེར་ན་གཞན་དོན་སྒྲུབ་ཡིན་བསམ་ན། ཡོངས་ཅན་སྐུ་རང་མེད་སྐྱེ་བ་གསུངས་སུ་རོ། གཞན་དོན་སྒྲུབ་པར་འདོད་པ་འོ་གཞན་དོན་སྒྲུབ་པའི་བསམ་ན། སྒྲ་མེད་ན་གཟན་པོ་གཅིག་ཧ་ལས་སྒྲ་མོར་གོ་ཅེས་ཧ་ལས་དགེ་རྡོར་དུ་ན་ང་དང་པོ་སྐ་དེ་ན་རྒྱལ་མོ་རྒྱལ་བ་བཟི་དུ་བ་ལས་འོ་དེ་ནི་ཅི་ལྟ་བར་ཟེར་ན་ང་དང་རྒོད་དེ་ཁྱོང་ཅག་བཟི་ནོ་ཟེར་དུ་རོགས་ད། ཡོངས་ཅིས་མེད་ཀྱྀ་མོ་སྟེ་ནོག་དག། འོ་གསུངས་པ་སང་ན་འོ་ད་ང་དང་ཚུལ་ཁྲིམས་སྤོ་ཁེ་དེ་ན་ཨེ་ནི་བདེན་པ་རང་ཁག་དང་ཁག་ཅན་བྱེད་ཀྱང། དེའི་ཕྱིར། འོ་ད་རྒྱུ་མཚན་འོ་དེ་ལ་བརྟེན་ཏེ་ཟེར་ཏེ་དགག་རྒྱུ་མཚན། ཚུལ་ཁྲིམས་མ་བསྲུངས་ག་ལ། འོ་རང་དོན་དུ་བདེ་འགྲོ་ལྷ་མིའི་གོ་འཕང་ཙམ་ཞིག་ཡང་ཐོབ་པ་མེད་ན་ད་ཨེ་ནི་གཞན་དོན་དུ་ཨེ་ནི་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག་ཟེར་བྱས་སུ་དང། འོ་སེམས་ཅན་ཐམས་ཅད་ཀྱི་དོན་ལ་ངེད་ཅིག་ཅིག་ཅིག་སྐྱོན་བསམ་བྱས་སུ་དང། ཨོ་སེམས་ཅན་ཐམས་ཅད་ཀྱི་དོན་དུ་དེ་ནི། ཨ་ལས་ངའི་སངས་རྒྱས་ཀྱིས་འགྲོ་ལ་ཕན་ཕྱིར་སངས་རྒྱས་བསྒྲུབ་པར་ཤོག་ཟེར་ཁང་པའི་ཟ་མར་སྒོ་བཅད་ཟིན་ལགས་ཟིན་རོགས་ཟེར་གསུངས་ཞུས་གསུངས་ཟེར་ནོག་ད། ཐ་ན་གསུངས་ཏེ་ཚུལ་ཁྲིམས་ཀྱི་ཡང་སྲུང་ཉན་ན་མི་ནུབ། ཨོ་དེ་ནི་ད་སངས་རྒྱས་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་སུ་གོ་འཕང་ཐོབ་པར་ཤོག་ཟེར་ཏེ་ཁ་ན་ཤོག་ཟེར་སྐར་འགྲོ་གཅིག་པོས་ཐོ་བ་མི་རྐྱག་པ་ཐོ་བཅད་ཟིན་ལགས་པོ་བཅོག་གོ་ཟེར་ཀྱང་ལགས་པོ་བཅོས་ཏེ་ཤོང་ཙ་ན། ཨོ་ད་དེ་ནི་ང་དང་ཨ་མི་གི་ཆུ་སྤུན་གྱི་ཚུལ་ཁྲིམས་ཡིན་ན། ཨོ་སྲོག་གཅོད་པ་སྤང་གཉེན་རྨེད་སྐྱག་མ་བྱིན་ལེན་སྤང་གཉེན་རྨེད་སྐྱག་རྫུན་གཏང་བྱ་སྤོ་སྤང་གཉེན་རྨེད་སྐྱག་ཨོ་དེ་ནས་ལོག་གཡེམ་སྤྱོད་བྱ་སྤོ་སྤང་གཉེན་རྨེད་སྐྱག། ད་ཡིན་ན་བསམ་བློའི་ནང་ཨོ་ང་སངས་རྒྱས་སུ་གོ་འཕང་ཐོབ་ན་བསམ་སྟེ་ཁ་ན་ཟེར་ཙང་ན་ཨོ་འགྲོ་ལ་ཕངས་ཅིག་སངས་རྒྱས་འགྲུབ་བར་ཤོག་ཟེར་ན་ད་དེ་ཚང་མར་གོ་ཆེ་སི་ཨེ་ནི་ལ་སི་ནོ་མོ་སྟེ་ནོག་སྟེ་ཡོང་ཆེ་སི་མེད་ཁ་ནི་ནོག་སི་ཏོ་སོང་བ་ཟ་ན་ད་ང་དང་ཚང་མ་ཨོ་ཅི་ཁག་ཅན་ཆེ་སྐྱག་ཟ་ན་ཚུལ་ཁྲིམས་སྲུང་བྱ་སྤོ། དེའི་ཕྱིར་ཟེར་དོ། རྒྱུ་མཚན་ཨོ་དེ་ལ་བརྟེན་ཏེ་གསུངས་ཟེར་བ་ལས་དེའི་ཕྱིར་ཟེར་བྱ་ཞེས་པ་ཁྱོད་ནི་རྒྱུ་མཚན་ཨོ་དེ་ལ་བརྟེན་ཏེ་སྲིད་པའི་འདུན་པ་མེད་པ་ཡིས། ཨོ། སྲིད་པའི་འདུན་པ་མེད་པ་ཡིས་ཟེར་བ་ཅིག་ཨེ་ནི་གཱ། སྲིད་པའི་འདུན་པ་ཟེར་ན་སྲིད་པའི་འདུན་པ་ཟེར་ན་ང་དང་འདོད་པ། འདོད་པ་ཟེར་ན་སྲིད་པ་འཁོར་བའི་ནང་ཡོད་ཀ་ནི་བྱ་གླག་དངོས་པོའམ་རྒྱུ་ནོར་ལོངས་སྤྱོད་ཚང་མ་ལ་ཨོ་དེ་ནི་སྲིད་པ་འཁོར་བའི་ཆོས་ཉིད་ཅན་གྱི་ཨོ་དེ་འདུན་པའམ་ཨོ་དེ་འདོད་པའི་དངོས་པོ་ལ་སེམས་མ་ཆགས་པ་གོ་ཟེར་ནོ་སྲིད་དོ། སེམས་ཆགས་དེ་ཡོད་ན་ཨོ་ད་འདུན་པ་མེད་པ་ཡི་ཚུལ་ཁྲིམས་བྱུང་ཟེར་དོ་ཨོ་ད་རྡོར་དུ་ན། འཁོར་བའི་དངོས་པོ་ཟང་ཟིང་དང་རྒྱུ་ནོར་ལོངས་སྤྱོད་ལ་མ་ཆགས་པའི་སྒོ་ནས་ཨེ་ནི་ཚུལ་ཁྲིམས་གཞུང་གལ་ཏེ་བདུད་ལ་ཆགས་ན། ཨོ་དེ་ནི་ཚུལ་ཁྲིམས་གཞུང་གཅེས་པོ་ཡོད་ཡང་མེད་ཡོད་ཡང་མ་ནོ་གསུངས་བསྟན་ནོ། ཨོ་ད་ག་གལ་ཏེ་ན་ང་དང་སུ་དང་སུ་ཞིག་ཡིན་ན་ཨོ་ཚུལ་ཁྲིམས་སྒོ་མ་ཁ་བླངས་ཏེ་ཡོད་ན་ཨོ་དགེ་སློང་དགེ་ཚུལ་ལས་སྡོམ་པ་ལ་སོགས་པ་དེ་སྣ་ཚོགས་ལ་ང་དང་སྡོམ་པ་ག་གཟུགས་ཤིག་ཁ་བླངས་ཏེ་ན་ང་དང་སྡོམ་པ་བོ་ག་ནི་སྙམ་སྲིད་ཀྱང་ཟེར་ན་ང་དང་འདོད་པའི་དབང་དུ་སོང་སྟེ། ཆགས་པའི་དབང་དུ་སོང་སྟེ། འོ་ད་ཡིན་ན་ཡིན་ནོ་ག་ལས་འོ་ད་ང་དང་ཆགས་པའི་དབང་དུ་སེམས་འདོད་པའི་དབང་དུ་ཆགས། འདོད་པའི་དངོས་པོ་ལ་ཆགས། ཧོ་ཁ་ཅིག་ནི་གཟུགས་མཛེས་པོ་ལ་ཆགས། ཁ་ཅིག་ནི་སྒྲ་སྙན་པོ་ལ་ཆགས། ཁ་ཅིག་ནི་ཨེ་ནི་ག་དྲི་ཞིམ་པོ་ལ་ཆགས། ཁ་ཅིག་ནི་རོ་མངར་མོ་ལ་ཆགས། ཁ་ཅིག་ནི་རེག་བྱ་འཇམ་པོ་ལ་ཆགས། ཨོ་ལེ་ཆགས་པའི་དབང་གིས། ཨོ་དེ་ནས་ད་ཚུལ་ཁྲིམས་བོ་ཉམས་བྱེད་ཀྱང། ཨོ་ད་ཚུལ་ཁྲིམས་ཉམས་ན་དེ་ནས་སྐྱེ་བ་སྟེང་མ། ཨོ་ད་དེ་ནས་དགའ་ཁྱེད་དེ་ན་སངས་རྒྱས་སུའི་གོ་འཕང་དང་ཉན་རང་དགྲ་བཅོམ་པའི་གོ་འཕང་ཟེར་བྱས་ད་ཨ་ཟེ་ག་བོར། དེ་ནས་ཐ་ན་གསུངས་སྟེ་ཨོ་ད་བདེ་འགྲོའི་བླ་མའི་གོ་འཕང་རྩ་བཞིའང་ཐོབ་ཉན་ཅིས་མི་རུག་གསུངས་སྟེ་རོ། དེའི་ཕྱིར་བདུན། སྲིད་པའི་བདུན་པ་མེད་པ་ཡིས་འོ་ད་སྲིད་པ་ལ་ལྡོག་ཆགས་གཞན་མེད་པའི་སྒོ་ན་ཚུལ་ཁྲིམས་སྲུང་དགོས་ཟེར་ན་མ་གཏོགས་སྲིད་པ་ཁོ་རེ་ངོ་སྤེལ་བསྡུ་སྤེལ་དེ་ནི་རྒྱུ་ནོར་ལོངས་སྤྱོད་ཨོ་དེ་ཚང་མ་ལ་ང་དང་དེ་ནི་སེམས་ལ་ཆགས་བཞིན་ཡོད་ན་འོ་ད་ཚུལ་ཁྲིམས་རྣམ་པར་དག་པ་ཞིག་སྲུང་ཡོད་ན་མ་གནོངས་གསུངས་ཟེར་རོ། འོ་ད་སོང་པ་སང་ན་འོ་ད་ང་དང་ཚང་མ་ལ་འོ་ད་ཅི་ཁག་ཅན་བྱེད་ཀྱི་ཨག་ཟེར་ན་འོ་ད་ཚུལ་ཁྲིམས་སྲུང་ཆེས་པོ་ཨེ་ནི་ང་དང་ཆོས་རྣམ་པར་དག་པ་སྒྲུབ་ག་འཇིག་འོ་ཆ་ཆོས་ནང་པ་སངས་རྒྱས་པའི་ཆོས་སྤྱོད་ག་འཇིག་ལ་འོ་ད་ཚུལ་ཁྲིམས་སྲུང་ཆེས་པོ་མ་ཁག་ཅན་ཡིན་ནོ་མོ་སྐལ་པོ་ད་འདི་རིང་ང་དང་རྒྱལ་སྲས་ལག་ལེན་སུ་དོན་མེད་ན་ང་ཨེ་ནི་དངུལ་ཆུའི་རྒྱལ་སྲས་ཐོགས་མེད་བཟང་པས་འོ་ན་ད་བདེན་པ་རང་ཁོང་རྒྱལ་སྲས་བྱང་ཆུབ་སེམས་དཔའ་སང་ཡིན་པ་སང་ན། བདེན་པ་དང་ཁོང་ཚོགས་སོང་ནས་དེ་རྒན་ཧྲལ་བྱང་ཆུབ་སེམས་དཔའ་ངུ་ལ་ཨེ་ནི་ང་དང་འགྲོ་བ་སེམས་ཅན་སུ་དང་སུ་ཞིག་ཡིན་ན་ཉེ་རིང་རྩ་བ་ཉིད་ན་སྨད་པ་ག་གེ་དེ་ན་བུ་གཅིག་པའི་ཨ་མ་ཨེས་རང་གི་བུ་བུ་ལ་ག་གཟུགས་ཀྱི་བརྩེ་བ་ཡོད་ཀ་ནང་བཞིན་ཅིག་ཨེ་ནི་ང་དང་བརྩེ་བ་ཡོད་པ་བསམ་ན་ད་ཁོང་བདེན་པ་པ་བཟོ་ད་མེད་ཀྱང། འདིས་སེམས་ཅན་ཚང་མ་ངའི་རྣམ་ཐར་ཉན་ནས། འདིས་སེམས་ཅན་ཚང་མ་ང་ཁོ་རོའི་ནང་ངའི་རྣམ་ཕིང་ཉན་ནས། ཁོང་ཕིང་ཚང་མ་ཕིང་ཅེས་ཟེར་དོན་དག་ངས་ཅིས་ལྕོགས་དགོས་སུ་འདུག་ཧ་ལས། ཨོ་ད་ཅིག་གཞན་ལ་ཅིག་གི། རང་གིས་དཀའ་ངལ་བར་དོ་བརྒྱབ་སྟེ་ཟང་ཟིང་གི་སྤྱིན་པ་བཏང་དགོས་སུ་འདུག་ཨ། ཨོ་ཆོས་ཀྱི་སྤྱིན་པ་བཏང་དགོས་སུ་འདུག་ཨ། མི་འཇིགས་པའི་སྤྱིན་པ་བཏང་དགོས་སུ་འདུག་ཨ། ཨོ་ད་དེ་དོན་དག་དེ་ནི་ངས་ཚུལ་ཁྲིམས་སྲུང་དགོས་འདུག་བཟོ་ལྟ་སྒོམ་དགོས་འདུག་ད་ཕར་ཕྱིན་དྲུག་གི་ཉམས་ལེན་ལ་སོགས་པ་ཉིན་མཚན་དབྱེ་བ་མེད་པ་ཉིན་མཚན་དུས་དྲུག་ཏུ་ཨོ་ད་ཨོ་དེ་ཚང་མའི་ལག་ལེན་ལེན་ལ་བདེན་པ་བསམ་བློའི་ནང་ང་ཐུགས་བསམ་མེད་ན་བདེན་ན་མེད་ནས་མ་ན་མེད་ཀྱང་ཐང། ད་དེ་མེད་ནས་མེད་པ་བསམ་ན་ཨེ་ནས་ད་པད་མ་བཟོ་ད་ད་ང་དང་ཧ་ལས་ཀ་བརྩེ་བས་ཀྱི་བདེན་པ་ག་ཨ་མ་ཞིག་གིས་རང་གི་ཕྲུ་གུ་སྡུག་བསྔལ་གྱི་སྣ་སུ་བླུངས་ཏེ་ཡོད་ན་ད་ཅི་ཅུ་གང་ཅུ་ཨ་ཐུག་ཐུག་ཨ་ལས་དཔེར་ན་ག་ཨ་མ་ལས་ཞིག་ཨེ་ནི་དགའ་རང་ཕྲུ་གུ་ལྟ་བདེ་མོ་ཞིག་སྨན་ཁང་བཙོག་ཞིག་ཨོ་འདི་གཟུགས་ཞིབ་ནད་ན་ཚ་དྲག་པོ་ཞིག་གི་བཟུམ་སྟེ་ཨེ་ནི་སྨན་ཁང་བཙོག་ཞིག་ཡོད་ན་ད་ཨ་མ་ཅི་བྱོས་རུག་ད། ད་མོ་ལྟ་བ་ཆགས་དགོས་འདུག་ག་སྐ་སྐུ་རིམ་བཅོས་དགོས་འདུག་ག་ཨམ་ཆི་ཁ་སྤ་བསྟེན་དགོས་འདུག་ག་སྨན་གྱོན་དགོས་འདུག་ག་ད་འདོར་འདུག་ན་ཚ་ནི་ངི་དང་མེད་ཉིན་མེད་བཟའ་ཟང་མེད་པར་ཨོ་སེམས་ནང་ལ་ངའི་ཕྲུ་གུ་རྣམ་རྒྱལ་ཡིན་ཧེ་བསམ་དཀའ་འདུག་མ་གཏོགས་བསམ་བློ་གཅིག་མ་གཏོགས་ཡང་བསམ་བློ་ཅང་ཡང་འཁོར་ར་མེད་ཀྱང། ཨོ། ད་ཨོ་དེ་མ་འཁོར་གང་ན་ཙོགས་ལ། རྒྱལ་སྲས་བྱང་ཆུབ་སེམས་དཔའ་ངོ་ལ། ཨོ་འདིས་སེམས་ཅན་ཚང་མ་ཁོ་རེ་ནའང་ནམ་ཐ་རི་ནས་ཁོང་དར་ཆ་སེ་དོན་དག་ངས་ཅི་བྱོ་བོ་སྟུ་བསམ་སྟེ། ཨེ་ནས་ད་དཔེ་ན་ང་དང་བདག་ས། དངུལ་ཆུ་རྒྱལ་སྲས་ཐོགས་མེད་བཟང་པོ་བདེན་པ། ཨེ་ནས་གོ། ང་སྐབས་དེ་དུས་ཀ་ཁོང་ཁོ་རང་དེ་ད། ང་དང་ཨོ་གངས་ཅན་དགེ་སྦྱོང་ཨ་བཞུགས་ཀའི་དུས་ཚོད་ལ། ཡོངས་གྲགས་ཁོ་རང། ཨོ་བྱང་ཆུབ་སེམས་དཔའ་ཡིན་སྐབས་ནི་ཁོ་རང་ད་ཡོངས་གྲགས་ཁོ་རང་ཡིན་ནོ། འོ་དངུལ་ཆུའི་རི་ཁྲོད་ནང་ལ་ཨེ་ནས་ག་གེ་དེ་ནས་དངུལ་ཆུའི་རྒྱལ་ཁྲག་ཐོག་མའི་བཟང་པོ། བཞུགས་ས་ནི་འོ་ད་བྱང་ཆུབ་སེམས་དཔའ་བཞུགས་སྐམ་པོ་དེ་ནས་ཁོང་གི་བཞུགས་སྐམ་པོ་དེ་ཡག་ངའི་ལོ་རྒྱུས་བཞུགས་མ་བཞུགས་ས། འོ་གསུངས་པ་བསམ་ན། ད་དེ་ནས་ཁོང་གིས་འོ་ད་ཐུགས་བརྩེ་བས་མ་བཟོད་པར། འོ་ད་ང་དང་ཚང་མ་ད་ང་ནི་བཞག་ཞིག་ནས་ཤི་བྱ་ཨེ་ནོག། ང་ནི་དེ་ནས་ཀོ་ཤི་ཙ་ན་ཡིན་ནའང་ད་ངས་ཁོང་ལ་ལྷ་བརྒྱ་ཞིག་བོར་ཏེ་ཕྱིན་བསམ་སྟེ་ཨེ་ནས་རྒྱལ་ཧྲལ་ལག་ལེན་སོ་བདུན་མར་རྩ་མ་བཟའ་སྟེ་འོ་ད་བདག་ས་འདིའི་ཚིག་གི་ཤོ་ལོ་ཀ་རེ་རེ་ནང་རེ་རེ་ང་དང་ཚང་མས་ཅི་བསམ་དགོས་དོན་ལ་གཟའ་སྔར་མ་རྩ་བཅད་ནས་ནལ་རྒྱ་ཧྲལ་ཐོག་མེད་བཟང་པོས་མ་འོངས་པ་ན་ང་ལ་ཡང་འདིའི་ཚིགས་སུ་ངན་བཅད་ཟིག་དགོས་སྐབས་ཡོད་དཀའ་འགྲོ་མཁྱེན་དེ་གསུངས་དོན་ཧ་ལ་བསམ་དཀའ་འཇིག་ཨོ་ངས་དོན་དག་གསུངས་དོན་ཧ་ལ་བསམ་དཀའ་འཇིག་ཨོ་ད་ཁོ་བོས་ང་ཡི་གཟུགས་ལོ་འཇིག་བོར་དེ་ཡོད་ན་ཨོ་ད་འདིའི་ཚིགས་སུ་ཡིན་ནོ་ཧ་ལ་བསམ་དཀའ་འཇིག་དཔེར་ན་ག་ཨ་བ་ལས་ན་ཨ་མ་ལས་གཞི་ག་གཟུགས་སུ་ཞིག་ཡིན་ན་ཡང།

ཨོ་ད་ངའི་ཕྲུ་གུ་ཨི་གཟུགས་ཨི་གཟུགས་ཤིག་དེ་ནས་ང་མི་རེ་རེ་རང་གི་དེ་ནས་གཅིག་མི་རེའས་སྔགས་གོ་བཤད་ཡོད་ན་ངའི་ཕྲུ་གུ་བ་སློབ་སྦྱོང་ཡོང་ཡོང་བྱ་ཟེར་དོན་དག་ཨི་གཟུགས་ཨི་གཟུགས་ཅོ་ཞིག་ཧེ། ཨེ་ནས་ངའི་ཕྲུ་གུ་བ་ནག་མ་སྣ་ནས་ངའི་ཕྲུ་གུ་བ་དེ་ནས་ཡ་ཏོ་ཅོ་ཞིག་ཧེ་ཟེར་གྱི་ཁོང་གིས་དེ་ནས་ཀ་ལྷ་བརྒྱ་བོར་ཏེ་འཕྱར་བ་ལས། ད་ཨོ་དེ་ལྷ་བརྒྱ་ད་ཞག་ཞིག་ནས་ཞག་ཞིག་ཕྲུ་གུའི་ལག་པ་ལྷས་བན་པོ་ཅིག་ཨེ་ནི་ཕྲུ་གུའི་དཀའ་གཟུགས་སམ་ཨིན། རྟ་ཨ་བ་ཨ་མ་མེད་ཀ་ནི་འགྱོད་པའི་དཀའ་སྣང་ནི་འདས་ཀ་འགྱོད་པ་ཡོང་ནི་ཡོང་ཅིག་རྟ་དེ་ཕྲུ་ག་ནི་པི་རྟ་ཨ་བ་ཨ་མ་ཁོ་རང་ཡོད་ཀ་ནང་ཙོགས་ལ་ཨེ་ནི་ཨོ་དེ་ལྷ་བརྒྱ་ཨོ་ཁྱེད་དེ་ནང་ཨ་བ་ཨ་མའི་ཚབས་པོ་ལར་རྩི་ཡ་ནོག་ལེ། ཨོ་རྟ་དེ་ནང་ནང་ཙོགས་ལ་ཨོ་རྟ་རྒྱལ་ཧྲས་ཐོག་མེད་བཟང་པོས་ཨོ་ང་དང་ཚང་མ་ཁོང་རང་ངོས་སུ་ང་དང་དེ་རིང་འཇལ་བྱས་མེད་ན་ཡང་འདྲ་ཁོང་རང་ང་དང་དེ་རིང་བདེན་པའི་གོས་སུ་ག་ཁྱེད་དེ་ནང་ཁོང་ངོས་སུ་འཇལ་ཏེ་ང་དང་ཁོང་ག་ནང་ལྷ་བརྒྱ་ངན་བྱས་མེད་ན་ཡང་ཨེ་ནས་ད་དེ་རིང་ཁོང་རྡ་སར་དེ་ཨེ་ནས་ཀྲོངས་དགོངས་པར་མྱ་ང་ལ་རྡ་སར་དེ་ལོར་བརྒྱ་ཕྲག་མང་པོ་སོང་ཟེར་ཨེ་ནས་ཁོང་ལ་ལྷབ་བྱ་ང་དེ་བདུན་ལ་ད་རུའང་ལུས་སྟེར་པ་ཟ་ན་ད་ང་དང་ཨ་དོད་ཙམ་ཞིག་རྩ་བཅད་མེད་རོགས། ག་ཧར་ཕྲུ་གུ་ཞིག་གིས་ཨ་བ་ལེ་ན་ཨ་མ་ལེ་ནམ་ཀྲོངས་མ་ཀྲོངས་མ་ན་ཚར་ཚར་དེ་མེད་ན་ཨེ་ནས་སྟེང་འཇིག་ན་དེ་ཨ་བ་ལེ་ན་ཨ་མ་ལེ་ལོར་འབོར་ཁང་པོ་ཁོའི་ལག་པ་ཀླད་བར་འཕོ་ཅིག་ཨེ་ནས་ཁོའི་ཀ་གཟུགས་ཤིག་ཚོར་རིན་ཙམ་ཞིག་རྩ་བཅད་ཟིན་འོ་ད་ཕྲུ་གུ་བསམ་བློ་བཏང་ཞེས་གང་ཅིག་རྣམ་དཔྱོད་ཅན་ཅིག་ཡོད་ན་ནི། ཨོ་ད་རྣམ་དཔྱོད་ཅན་བསམ་བློ་གཏང་མི་ཤེས་ཀྱི་མི་རྣམས་ནི་ཨེ་ནི་ད་ཅང་མི་དགའ་ཨེ་ད་ཡོད་ན་ཨི་དེ་ཟེར་ར་ནག་པ་འཕང་ཁྱིམ་སེར་ཁྲ་འཕང་ཨི་གཟུགས་ཅིག་ལོན་ཅིག་ཨི་ཡིད་ཞིག་བྲིས་ཏེ་སྡུག་ལོ་པ་ཨེ་ནི་ང་ནི་ཅང་དེ་ཙམ་མགོ་སྡོམ་ཅང་མེད་དེ་ཡོད་ང་ནི་མ་ཐུག་ཨོ་གཟུགས་ད་ཨོ་དུ་གི་དྲུག་ག་གི་དེ་ན་ཡ་རབས་བཟང་སྤྱོད་དང་ཨེ་ནི་རྣམ་དཔྱོད་ཅན་མི་གང་ཅིག་ཡིན་ན་དྲུག་ཨོ་གཟུགས་ཅན་ནོ་ད་དྲུག་གི་ཡ་རབས་བཟང་སྤྱོད་ཅན་ཅིག་དང་རྣམ་དཔྱོད་ཅན་ཅིག་ཡོད་ན་ནི་དེ་ཙམ་རྩ་ཅན་རྩེ་ནོ་དེ་ཙམ་རྩ་ཅན་རྩེ་ནོ་ཁོས་དེ་དེ་ན་ནང་བཞིན་འགྲུལ་བྱེད་སའི་བསམ་བློ་གཏང་ནོ། ཨོ་ད་དེ་ན་རང་ཚོགས་ལ་ཨོ་རྒྱ་ཧྲ་ཐོག་མེད་བཟང་པོ་ཨོ་ད་ཨོ་ད་ང་དང་ཨོ་ལག་ལེན་སོ་དུ་མ་ཅི་བོར་ཏེ་ནོག་ས་ན་ཁོང་བའི་ཞལ་ཆེན་སྤོ་བོར་ཏེ་ནོག་ད་ཨོ་ཡོང་ཆེ་ཞེ་ནི་དུ་ཚོ་དེ་ན་ཨོ་དེ་ནི་ག་ངའི་རྗེས་འབྲང་དང་ངའི་དེ་ནི་བདེན་པར་བྱམས་ཟེར་བ་ཅན་གྱི་ཨི་འགྲོ་བ་མང་པོ་ཞིག་ལ་ངའི་ཕ་ནི་ན་བསམ་ཏེ་ད་ཨེ་ནི་ཁོང་རང་ཐུགས་ལ་ཡོད་ཀ་ནི་བསམ་བློའི་རེ་བ་ནང་ཨེ་ནི་ཐུགས་ལ་ཡོད་ཀ་ནི་ལྷ་བྱང་འོད་ཁད་དེ་ན་ཨི་གའི་ཚུལ་ལ་བྲིས་ཏེ་ང་དང་ཨོ་དུན་ལ་བོར་ཏེ་ནོག་ཨ་ལེ། ཨོ་ད་ལྟའི་ཚང་མ་ང་དང་ཙམ་ཞིག་རྩ་བཅར་མི་རུང། ད་ལྟའི་ཚང་མས་ལམ་འབི་ག་ན་ང་དང་འགྲུལ་ངེས་ན། ཨེ་རེད་བདེན་པ་རང་ང་ཚེ་འདི་ལ་སྐྱིད་པོ་ཚེ་ཕྱི་མ་སྐྱིད་པོ་རང་ང་སྐྱིད་པོ་གཞན་ལ་ཚང་མ་སྤྱོ་ངན་ནི་ག་ལ། ཨོ་སོང་པ་སང་ན་ད་ང་དང་བདེན་པའི་རང། ཨེ་རེད། ཁག་ཅག་ནི་ནོག་ཟེར་ཏེ་ད་ངས་ཨོ་དེ་སྐོར་ལ་མདོར་བསྡུས་ཙམ་ཞིག་ཞུས་ཏེ་སོང་པ་སང་ན་ད་ང་དང་ཨེ་ནི་ཚུལ་ཁྲིམས་ཀྱི་ཨེ་ནི་ག་གཟུགས་ཤིག་ག་ད་ང་དང་ཚུལ། ཅི་ག་ད་ང་དང་ཚུལ་ཁྲིམས་ཟེར་ར་ནོག་ཨེ་ནི་ཚུལ་ཁྲིམས་ཨ་ནའོ་ཟེར་ན་ཨེ་བ་ཕེས་དང་ཆ་ག་ཟུག་ཞིག་ཡོད་ཀྱག་ཨེ་ནི་དེ་ཨེ་བ་ངོ་ནི་ཁྱད་པར་པོ་ག་ཟུག་ཞིག་ཡིན་ནོ་ཟེར་རན་པོ་ཅིག་ཨོ་ད་དེ་ནི་ག་གེ་དེ་ན་ཨ་ལེ་ཨེ་ནི་ག་གེ་དེ་ན་ཨེ་ནི་ཚུལ་ཁྲིམས་ལ་ད་ང་དང་དུར་རྒྱུན་ན་ཚུལ་ཁྲིམས་ལ་གསུམ་བཞོ་ནོག་མདོར་བསྡུ་ན་ཨེ་ནི་ཚུལ་ཁྲིམས་ལ་གསུམ་མདོར་བསྡུ་ན་རང་གཞན་གྱི། ད་ཚུལ་ཁྲིམས་གཟན་པོ་གཅིག་ཨེ་ནི་རང་དང་གཞན་གྱི་དོན་དག་རང་གི་ལུས་ངག་ཡིད་གསུམ་གྱི་སྤང་བྱའམ་མི་མཐུན་ཕྱོགས་ཐམས་ཅད་ཨེ་ནི་ཡང་དག་པར་ཡང་མི་མཐུན་ཕྱོགས་ཐམས་ཅད་ལ་ཡང་དག་པར་ང་དང་སྡོམ་ཅིས་མི་མཐུན་ཕྱོགས་ཐམས་ཅད་སྤང་ཅིས་མི་མཐུན་ཕྱོགས་ལ་ང་དང་འཛེམ་སྟེ་འདུག་ཅིས། ཧ་ལས་དགའ་ཁྱེད་ད་ནངས་རང་གི་ལུས་ངག་ཡིད་གསུམ་གྱི་སྤང་བྱས་ཆོག་ཤིག་ཨོ་ད་སྤང་བྱ་འོན་ན་ང་དང་འཛེམ་དེ་དེ་སྤང་བྱ་འདོར་འདོད་ན་ང་དང་ཧྲོག་སྤྱོད་པའི་ལཱས་ཨེ་ནས་མ་བྱིན་ལེན་པ་ཨེ་ནས་ལོག་པར་ཨེ་འབག་འོན་ལ་ང་དང་འཛེམ་དེ་ཨོ་དེ་བྱ་བ་འོན་ལ་སྤྱོད་པ་འོན་ལ་ང་དང་ནམ་ཡང་མ་འཇུག་ཨོ་དེ་ཚང་མ་ང་དང་ཀགས་དེ་བོར་བྱེད་ཨོ་དེ་ཚང་མ་ང་དང་སྡོམས་དེ་བོར་བྱེད་པོ་ལ་ང་དང་སྡོམ་པ་གཞོན་ནོག་ད་སྡོམ་པ་ཟེར་ན་ཀགས་པའམ་ཨོ་ད་དེ་ཚང་མས་ན་ང་དང་མ་བཞུགས་ས་ཨོ་དེ་ན་ང་དང་མ་བྱ་ཨོ། སྲོག་གཅོད་པས་ན་ང་དང་མི་ཕྱལ་བྱེད། ཨོ། མ་བྱིན་ལེན་པས་ན་ང་དང་མི་ཕྱལ་བྱེད། ཨོ། ལོག་ཡ་ལོག་ཡ་མིན་ན་ང་དང་མི་ཕྱལ་བྱེད། རྫུན་ནི་ཕྱོགས་ལ་ང་དང་མི་ཕྱལ་བྱེད། ཨོ། ད་ལོ། ཕྲ་མ། ཚིག་རྩུབ། ངག་འཁྱལ། གནོད་སེམས། གནོད་སེམས། ལོག་ལྟ། ཨོ། དེ་ཕྱོགས་ལ། མི་ཕྱལ་བྱེད། ཨོ། དེ་ཚང་མ་ལ། ཨོ། ད་བྱ་བ་དང་སྤྱོད་པ་ངན་པ་ཚང་མ་ལ་ང་དང་འཛེམ་བྱེད། བྱ་བ་དང་སྤྱོད་པ་ངན་པ་ཚང་མ་ལ་ང་དང། ཡང་དག་པར་ཨེ་ནུས་སྡོམ་བྱེད་པོ་ལ། འོ་ད་ང་དང་ཅི་ཞུ་ཡ་ནོག་ཟེར་ན་ཚུལ་ཁྲིམས་ཡོད་ན་ད་ཁས་ན་ལེ་ད་ཚུལ་ཁྲིམས་ཟེར་ན་ག་ཟུག་གི་ཟེར་ན། འོ་ང་རང་ཡ་དོན་དག་ཡིན་ན་འདྲ་གཞན་སེམས་ཅན་གྱི་དོན་དག་ལ་འོ་རང་དང་གཞན་གྱི་དོན་དུ། ལུས་ངག་ཡིད་གསུམ་གྱི་བྱ་བ་དང་སྤྱོད་པའམ་སྤང་བྱའི་ཕྱོགས་སུ་ངན་པའི་ཕྱོགས་ལ་འཛེམས་ཏེ་འོ་དེ་ནའང་ནམ་ཡང་མ་བྱ་འོ་ད་འོ་དེ་ན་ལྡོག་ཕྱོགས་ཨེ་ནི་དགེ་བའི་ཕྱོགས་སྤེལ་ན་ང་དང་རྒྱུག་ན

ཨོ། མི་གཙང། རྫུན་ནི་ན། ག། མ་བྱིན་ལེན་པའམ་རྐུན་མ་རྐུ་བྱ་ཞེས་ཕྱོགས་ལ་མ་བྱ། རྐུན་མ་མ་བྱ། མ་རྐུ་བ་ང་དང་བལྟས་ཏེ་རང་གི། རྐུན་མ་མ་རྐུ་བ་བཟོ་དེ་སྡུག་ཅེས། ཨོ། ཧྲུང་སྟེ་སྡུག་ཅེས། ཨོ། ལོག་ཨེ་མི་ཕྱོགས་ལ་མ་བྱ། ཨོ། དེ་ནས་ཚུལ་བཞིན་དུ། ཨོ། ལོག་ཨེ་མི་སྤང་སྟེ། ཨོ། དེ་ནས་ལོག་ཨེ་མི་ཕྱོགས་ལ་མ་བྱ། ཧྲུང་སྟེ་སྡུག་ཅེས། ཨོ། དེ་སྔོན་ལ་ང་དང་ཅི་བྱས་ནོ་ཟེར་ན། ཚུལ་ཁྲིམས་བྱས་ནོ། ཀ། ད་འོ་ན་ཚུལ་ཁྲིམས་ཨེ་སྣང་བ་དབྱེ་བ་ཕལ་སྣང་ན་རྩ་མེད་བརྒྱ་གཟར་འབོ་གཅིག་གསུམ་མིན་ནོ་ཧ་ལས་ག་གསུམ་པོ་ཅི་ནོག་ཟེར་ན་སྡོམ་པའི་ཚུལ་ཁྲིམས་དགེ་བ་ཆུ་སྡུས་ཀྱི་ཚུལ་ཁྲིམས་སེམས་ཅན་དོན་བྱེད་ཀྱི་ཚུལ་ཁྲིམས་ད་འོ་དེ་ལྔ་དང་ཁག་ཅག་མིན་ནོག་ད་ངས་ཨེ་ག་ན་ཀུ་ལེ་ཀུ་ལ་ག་གྱོགས་པ་བཞུ་བ་མེད་ཨེ་ཀུ་ལེ་ཀུ་ལ་ངས་ཀྱང་ཚེ་རིག་ག་བཞུ་བྱས་ཟིན་སོང་ང་ལས་ཚུལ་ཁྲིམས་ལ་བརྩམས་འདུག་ཟེར་ན་སྡོམ་པའི་ཚུལ་ཁྲིམས་དགེ་བ་ཆུ་སྡུས་ཀྱི་ཚུལ་ཁྲིམས་སེམས་ཅན་དོན་བྱེད་ཀྱི་ཚུལ་ཁྲིམས་ཟེར་ཏེ་གསུམ། ད་འོ་ན་སྡོམ་པའི་ཚུལ་ཁྲིམས་པོ་ག་གཟུགས་ཤི་ག་ཟེར་ཡ་ན་འོང་ཟེར་ཡ་ན་པོ་ཅི་ག་ལས་དེ་ནི་ག་གེ་དེ་ནི་ང་དང་སྒོ་གསུམ་ཡ་མེད་ན་ལུས་ངག་ཡིད་གསུམ་པོ་སྡིག་པ་མི་དགེ་བ་མཐའ་དག་ཨེ་ནི་སྤང་བྱེད་པོ་ལ་སྡོམ་པའི་ཚུལ་ཁྲིམས་ཟེར་རོ། ལུས་ངག་ཡིད་གསུམ་གྱི་སྡིག་པ་མི་དགེ་བ་ངུ་ང་དང་སྤང་བྱེད་ཨ་འོ་དེ་ཚང་མ་ལ་ང་དང་སྡོམ་བྱེད་ཨོ་འོ་དེ་ལ་ཅི་བྱེད་རོང་ང་དང་སྡོམ་པའི་ཚུལ་ཁྲིམས་འོ་དེ་ཕྱོགས་ལ་མ་ཆགས་ཨེ་ནི་སྡོམ་སྟེ་སྡུག་བྱེད་བཀག་སྟེ་སྡུག་བྱེད་ཨོ་དེ་ཕྱོགས་ལ་མ་ཆགས་སྡུག་བྱེད་པོ་ལ་ང་དང་ཅི་ཟེར་རོང་སྡོམ་པའི་ཚུལ་ཁྲིམས་ཟེར་རོ། སྐད་བརྡ་ལས། གསུངས་པ་ས་ན་སྡོམ་པའི་ཚུལ་ཁྲིམས། ད་འོ་ན་རྒྱལ་བ་ཆོས་བདུད་ཀྱི་ཚུལ་ཁྲིམས་ཟེར་མཁན་པོ་བཀའ་ཟུར་ཤི་ག་ཟེར་ཡ་ནོ་ཟེར་མཁན་པོ་གཅིག་ཨེ་ནི་ང་དང། ཧ་ལས་རྒྱལ་བ་རང་ཞང་ཡིན་ང་རང་ང་དང་རང་རྒྱལ་བ་ཆེ་ཆུང་བཀའ་ཟུག་ཞིག་བཅོས་ན་ཡང། ཨེ་ནི་ཕར་ཚུན་དྲུག་གི་ཨེ་ནི་ཉམས་ལེན་ནི་ན་ཁྱོངས་ཏེ་འོ་དེ་རྒྱལ་བ་སྒྲུབ་བྱེད་སྤོ་ལ་ང་དང་ཅི་བྱོས་རུང་རྒྱལ་བ་ཆོས་བདུད་པའི་ཚུལ་ཁྲིམས། ཕར་ཕྱིན་དྲུག་གི་ཉམས་ལེན་ནང་འཁྱོངས་ན་ཅི་བྱེད་སྐྱག་ཟེར་ན། ཨེ་ནི་ཕར་ཕྱིན་དྲུག་གི་ཉམས་ལེན་པོ་ཁྱེད་ནི་སངས་རྒྱས་སུ་གོ་འཕང་ཐོབ་བྱ་ཟེར་རྒྱུ་རུ་ཆ་ག་འཇིག་གི་ཨེ་ནི་ཉམས་ལེན་ཡིན་པ་ཟེར་ན་དགེ་བ་ཆེ་ཆུང་ཙམ་ཞིག་ཆེ་ཙམ་ཞིག་སྤྱོད་ན་ཡང་ཨོ་ཏོ་ཁྱེད་ནི་ཨེ་ནི་ག་སངས་རྒྱས་སུ་གོ་འཕང་ཐོབ་བྱ་ཟེར་རྒྱུ་རུ་ཆ་ག་འཇིག་ཨོ་ད་དཔེར་ན་ང་དང་ཆག་ཅིག་སྐོར་རེ་གནང། སྐོར་ར་སྐོར་རེར་སྣང་ཨོ་མ་ནེག་དོན་རེ་ན་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་སུ་གོ་འཕང་ཐོབ་པར་བྱ་དེའི་ཕྱིར་དུ་སྔ་ཨོ་འདི་རིང་མ་ནེ་དོན་ཡིན་བསམ་སྟེ་འདི་ནི་སྔ་དང་དགེ་བ་བྱ་བ་འགྲོ་ཅིག་ཨོ་ད་ཨོ་འདི་ཀུན་གྱི་དོན་ན་འདི་ནི་ཕར་ཕྱིན་དྲུག་ཡིན་དཔེར་ན་སྔ་དང་ཡིན་ནི་གཞན་སེམས་ཅན་གྱི་ག་བཅིན་པ་དང་ཡིན་ན་ཨོ་འདི་བཅིན་པ་གྱི་དོན་བཅིན་པའི་ཉམས་ལེན་ནོ། ཨོ་འདི་བཅིན་པའི་ཉམས་ལེན་པོ། བསམ་བློ་བཀའ་ཟུག་བྱེད་གི་ན་ཨོ་སྔ་བཅིན་པ་དང་བ་ལ་བརྟེན་ན་ཨོ་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པར་ཤོག་བསམ་ན་བྱང་ཆུབ་ཀྱི་སེམས་ཀྱི་སྐུ་ན་ལྷང་སྟེ། བྱམས་པ་དང་སྙིང་རྗེ་བརྩེ་བས་སྐུ་ན་བསླངས་ཏེ་ཨོ་རྒྱལ་བ་ཞིག་བསྒྲུབས་པའི་ནང་ཨོ་དེ་རྒྱལ་བ་ཕར་ཕྱིན་དྲུག་གི་ཉམས་ལེན་ནི་ན་ཆེད་པ་སོགས་ན་རྒྱལ་བ་ཆེ་ཆུང་བཀའ་ཟུར་ཞིག་སྤྱོད་ན་ཡང། ཨོ་ཕར་ཕྱིན་དྲུག་གི་ཨེ་ནི་གཱ་ཉམས་ལེན་ནི་ན་ང་ཨོ་དེ་ནི་ཉམས་ལེན་ནི་ན་བསྡུས་ཏེ་ཉམས་ལེན་ནི་ན་ཁྱོང་ཆེ་སི་ཨེ་ནི་རྒྱལ་བ་ཞིག་བསྒྲུབས་པའི་ནང་ཨོ་དེ་ལ་ང་དང་ཅི་བྱོན་ནོ་ཟེར་ན་རྒྱལ་བ་ཆོས་བསྡུས་པའི་ཚུལ་དྲིན་མི་བྱོན་ནོ། ད་སེམས་ཅན་གྱི་དོན་གཅིག་གི་ཚུལ་ཁྲིམས་ཟེར་ན། ཨོ་དེ་ནི་ག་གེ་དེ་ན་ངོ་དང་ངོ་སུ་ཡིན་ན་འདྲ། ཡང་མིན་ན་རྒྱུད་དེ་ཡང་མི་གཞན་གྱི་རྒྱུད་དེ། ཨེ་ནི་ག་གེ་དེ་ན། ཨོ་དེ་ནི་རྒྱུད་ན་སེམས་ཅན་གྱི། ཨོ་འགྲོ་བ་གཞན་གྱི་དོན་དག་སྤྱོད་ཅེས་ད་མི་གཞན་ལ་ཕན་ཐོགས་སྤྱོད་ཅེས། མི་གཞན་ལ། ཨེ་ནི་ག་གེ་དེ་ན་ང་དང། ཅིག། ཆོས་ཀྱི་སྒོ་ན་སྤྱོད་ཉན་འདུག་ཨ། ཟང་ཟིང་གི་ངོ་ན་སྤྱོད་ཉན་འདུག་ཨ། ཨོ་ད་ག་གཟུགས་བཞི་ཡི་སྒོ་ན་མི་འཇིགས་པའི་སྒོ་ན་སྤྱོད་ཉན་འདུག་ཨ་དཔེར་ན་ག་ཁྱེད་རང་ག་དང་ཨེ་ནི་ག་ནད་པ་ལ་ཡང་རོགས་སྤྱོད་ཅེས། ཨོ་མི་ཉམས་རྟགས་ཉམས་ཆུང་ཉལ་བ་ཅན་ལ་རོགས་སྤྱོད་ཅེས། རང་ལ་རྒྱུ་ནོར་ལོངས་སྤྱོད་ཡོད་ཙམ་ན་གཞན་ལ་བྱིན་པ་དང་ཅེས། ཨོ་དེ་ནི་གཞལ་ན་གཞལ་སྟབས་མོལ་ཙམ་ན། ཨོ་ནི་སྤེ་ར་དེ་མོ་ཅོས་དེ་མོལ་ཅེས། ཨོ་དེ་སྣ་ཚོགས་ལ་དུས་དང་རྣམ་པ་ཀུན་འདུ། ཨོ་ང་སེམས་ཅན་ལ་ཕན་པའི་ལ་ཞིག་མ་གཏོགས་གནོད་པའི་ལ་ཞིག་དང་ནམ་ཡང་མི་སྤྱོད། ཨོ་ཕན་པའི་ལ་ཞིག་ང་སྤྱོད་ཆ་ཟིག་སྒོ་སྐབས་ཐབས་ན་དང་སྒོ་སྐབས་ཐོབ་ན་དང་ངས་བརྒྱ་ཆར་བརྒྱ་ཐམ་པ་སྤྱོད་ན་ལ་བསམ་ཁ་ནས་བསམ་བློ་ཞིག་ཁུར་ཏེ་ཨེ་ནས་འགྲོ་བ་སེམས་ཅན་ལ་སུ་དང་སུ་ཞིག་ཡིན་ན་ལྟ་ཨོ་དེ་བསམ་བློ་ང་དང་ཡོད་ན། སྔ་ཐོག་ང་དང་ཨོ་དེ་བསམ་བློ་འཁོར་དུས་ན་ཨོ་ད་ཨོ་དེ་མིས་ཁེར་དེ་ན་དེ་རིང་གི་ཉི་མས་ནའང་ཨོ་ད་ཁོའི་བྱ་བ་དང་སྤྱོད་པ་ངན་པ་ཞིག་རྩ་བ་ཉིད་ནས་སྤྱོད་ཨ་མེད་རོགས། ད་ང་དང་ཚང་མ་རྡག་ས་ནོར་འཁྲུལ་པོ་ག་ན་ཞིག་རེད་སྐྱེ་ཨང་ཟེར་ན་སྔ་ཐོག་སྐྱབས་ལངས་དེ་ན་བསམ་བློའམ་ཡང་མེད་ན་ང་དང་ཆ་བཞི་ཡང་མེད་ཀུན་སློང་པོ། ཡ། ད་དེ་རིང་དེ་ངོ་ཞིག་ག་སོང་སྟེ། ཨོ་ཧོ། ད་ངའས་འདི་ནས་ཡང་དེ་རིང་ང་དཔེ་ན་ག། ཕག་སུབ་བཟའ་བཅའ་ཟེར་སྒོ་སྐབས་ཅིག་ཡོད་ཀ་ནས་མི་གཅིག་ཨོལ་ཨོལ་ལས་བླ་སྐུང་གཅིག་ན་ཡོད་ཀ་འཇིག་གི་ན། ཡ། ད་དེ་རིང་འདི་ན་མི་ཨི་ཟམ་ཞིག་སླེབས་ན་ང་དཔེ་ནས་ཨི་གཟུགས་ཞིག་བྱོན། ཨེ་ནས་ཨི་ག་ན་ང་དང་ཨི་ངས་ཨི་ཟམ་ཞིག་གིས་ཞོན། ཀ་ཟེར་ཀོ་ཧོན་བསམ་ག་ནས་ཡོད་ན། ཨོ། ད་ཨོ་དེ་ག་ན་ཨེ་ནས་གཞན་ལ་ཧྲནོ་ཚེ་བྱེད་ཀྱི། ད་སྔ་ཐོག་སྐྱབས་ལངས་དེ་ན་བསམ་བློ་ལྡན་པའོ་ད་དེ་རིང་ཉི་མའི་ནང་ཨ་ད་ཡང་མར་མང་པོ་ཧྲུང་ཡ་ན་མ་ཡན་ན་དེ་རིང་ཉི་མའི་ནང་ཨ་ད་ངེས་ཨོ་གཞན་ལ་ཧྲནོད་པའི་ལ་ཞིག་དང་ཡ་མེ་ན་ནི་དགའ་ལུས་ཀྱི་སྒོ་ན་ཧ་ལས་དགའ་ཁྱེད་དེ་ན་ང་དང་ཨ་ད་གཞན་ལ་རྡུང་ཡབ་དང་ཅེར་སྐྱིད་དང་ཨོ་ད་དེ་ན་ཙོག་ལ་དེ་ནས་དགའ་ཁྱེར་དེ་ན་ང་དང་ཨེ་ནས་རྐུན་མ་རྐུ་ཅེར་སྐྱིད་དང་ཕག་སུབ་བཟའ་ཅེར་སྐྱིད་དང་གཞན་ནི་དགའ་ན་དཔེ་ནས་སྐྱིད་དང་དགོས་དོན་དག་མེད་དབེན་ནན་ཅེར་སྐྱིད་དང། འོ་དེ་སྣ་ཚོགས་ལ་དེ་ནི་ལོག་ཨེམ། ག་གེ་དེ་ན་དེ་ནི་རང་གི་ཆུང་མ་མ་ཡིན་པས་ཡང་ཆུང་མ་བཞང་བུ་མའི་ཞལ་ན་ཉལ་པོ་ཨེ་ནི་ལུས་འབྲེལ་བཅས་དང་བཅོས་བཅས་སྟངས་ངེས་རྩ་བ་ཉིད་ན་མི་བྱོ་ཧ་ལ་བསམ་སྟེ་བསམ་བློའི་རང་གི་ཐག་ཆ་དེ་ཡོད་ན། ཨ་ལྟ་བཅོས་བཅས་སྲིད་དེ་ཟུག་གོ་སྐབས་ཅིག་སླེབས་བས་ན་ཡང། ཨོ་ད་ང་ད་རིང་ཁ་ལེན་ཨི་ཟུག་ཞིག་བཅོས་སྟེ་རོགས་ང་ད་ཅི་དེ་མིན་པས་སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམས་ཀྱི་དྲུང་ང་ངས་ཨི་ཟུག་དམ་བཅའ་ཞིག་བོར་དུས། ད་ཡང་འདི་འོ་ང་དང་འདྲ་ཆེ་གི་ནི་ཧོ་ལ་དེ་རིང་ད་ལྕགས་སྦོར་ཧ་ལ་ཡང་སྟིང་མིག་ང་དང་རྫི་གཟུགས་ཤིག་སྒོ་སྐབས་ཅིག་ནས་ངས་སྐྱོན་བསམ་ཁ་ཅིག་དེ་རིང་པོ་ང་དང་ཕུད་བཏང་ཀྱེ་ན་ཡིན་ནི་སྟིང་མ་ཡང་ཁོ་རང་ང་དང་བསམ་བློ་བསྒྱུར་ར་སླེབས་པ་ནོ་རེད། སྟིང་མ་འདས་ན་སྐབས་པེ་ན་ང་དང་བསམ་བློ་བསྒྱུར་བ་སླེབས་པ་ས་ན་ཨེ་འདས་ན་སྐབས་པེ་ན་ང་དང་འདོད་ཆགས་མ་སྐྱེ་བ་གཞས་གདངས་མ་སྐྱེ་བ་གཏི་མུག་མ་སྐྱེ་བའི་སྐབས་ཡོད་པ་ས་ན་ཡང་ཁོ་རང་ཁོ་རང་ཡོང་དུས་ཡང་སྒོ་སྐབས་ཅིག་ཡོང་ཡོད་ཀྱ་ལ་ཨོ་དེ་རིང་ད་མ་ན་སྒོ་མེག་པོ་ང་དང་དེ་རིང་རང་སྲུང་བྱེད། ཨེ་ནི་དེ་ནི་སྐུ་ལས་སྐུ་ལས་དེ་རིང་བྱུང་ཐོ་རེ་བྱུང་ནག་ལ་བྱུང་རྗེས་ལ་བྱུང་ཡང་པོ་ཅིག་ཨེ་ནི་ང་དང་ང་དང་སེམས་ལ་སྐུ་ལས་སྐུ་ལས་སྒོམ་འདྲིས་ཐེབས་སྟེ་ཡོང་བ་རོགས་ལས་ང་དང་སེམས་པོ་ཁྱེད་ལྟ་ན་མ་མི་འདྲེས་ཀྱི་རོགས་དེ་འབད་ལས་ཁོ་བ་ང་དང་སྦྱོང་བརྡར་བཏང་སྟེ་སྒོམ་འདྲིས་བསྟེན་བཅུག་ན་མ་ནི་མི་འདྲ་ཅེས་སྐྲག་པའི་ནང་ཁྱེར་ཉེན་ཁ་འཇིགས། ཁོ་ལ་སྦྱོང་བརྡར་མ་བཏང་ཡང་སྒོམ་འདྲིས་མ་བསྟེན་ན་ཅག་འབོར་བཏང་ན་ནི་ཨོ་དེ་ནི་ཁོ་ནི་ལྷང་ཅིང་སྙོན་པ་སང་ཐུ་བ་རེད། ཨོ་ད་ཅི་སོང་མེད་སྐྱོ་ཀ་འཇིག་ཅི་སོང་མེད་བསམ་ཀ་འཇིག་ཡིན་ནོ་ག་ལ་སོང་པ་ཟེར་ན་ང་དེའི་སེན་སི་པོ་ཤེས་དེ་ན་བདེན་པ་སྦྱོང་བརྡ་དང་འགྱུར་བ་དང་སྟེ་སྤྱོད་ན་ཅི་དང་ཅི་བྱས་ང་དང་སྤྱོད་ངན་ཅི་བྱོས་དེ་ནོ་ཐ་ན་བཟུང་སྟེ་སངས་རྒྱས་སུ་གོ་འཕང་ཚུགས་པ་ཐོབ་ཀ་ན་ཡོད་ཀ་ན་བོ་ང་དང་སྤི་ཡ་ཨེ་ནི་ག་ཤེས་དེ་ན་བདེན་པ་དེ་ནས་ང་དང་ཨ་ད་བོད་གངས་ཅན་གིལ་ཆོངས་ཀི་དེ་ནས་ག་ང་དང་གྲུབ་ཐོབ་ཚལ་ལྡན་ཨེ་ནི་བླ་མ་ཀ་ཟ་རྗེ་བཙུན་མི་ལ་རལ་པ་ཨོ་ད་དེ་ནི་བདེན་པ་ཡོངས་གྲགས་ཁོ་རང་ཡིན་ནོ་ག་ལ།

ཨོ་ད་ང་དང་ཨོ་དེ་ལ་ཟེར་ན་ཨོ་ད་ནམ་ཡང་མི་སྐྱོད་ཅེས་བདེན་པའི་རང་གིས་དེ་ནས་ཁ་བླངས་པའི་དམ་ཚིག་དང་སྡོམ་པ་ནང་ཚུལ་ཁྲིམས་དེ་མོ་བཅོས་ཏེ་གསུངས་ཏེ་ཨེ་ནས་བླ་མ་སྐྱེས་བུ་དམ་པ་དངོས་ལ་དེ་ནས་བདེན་པ་གུས་ཞབས་བཅོས་ཏེ་ཨེ་ནས་ཁོང་གི་གསུང་ཚད་ལྡན་གྱི་གསུང་བཀའ་བཀའ་སློབ་བཀའ་ཆོས་ཀུན་དེ་མོ་བཅོས་ཏེ་ཉན་ན་ཨོ་དེ་ནས་བདེན་པ་སེམས་ནང་ལ་ཡང་དགའ་སྣང་དང་སྤྲོ་སྣང་ཅིག་ཡོང་རོགས་ང་དང་ཆོས་ལུགས་ཀྱི་དབྱེ་བ་ཕན་པོ་ཅིག་སེམས་ནང་ལ་ཅི་བར་དུ་ཡང་མ་སྐྱེས་པ་ཡོང་རོགས། བན་ཚིག་ཨ་དངོས་སུ་ཆོས་ལུགས་པའི་རང་དབང་དེ་ནི་ཨོ་དེ་འདྲ་རང་མེད་ཀ་ནི་ཡང་ཆོས་ལུགས་ཤིག་གི་དེ་འོ་ཞང་བླ་མ་ཞིག་གི་གསུང་ཆོས་ས་ལས་ད་ང་ད་ང་སེམས་ནང་སྡུག་བསྔལ་ལས་འོད་གེགས་པ་ཡིན་ནི་ད་ཁྱོད་ལ་ཨ་ན་མི་གསུང་ཆོས་ས་ལ་དེ་སྐྱེས་བུ་སྐྱེ་བོ་མང་པོ་ཞིག་ལ་ཕན་ཐོག་མཛད་དེ་སངས་རྒྱས་སུ་གཏམ་དཔེ་སྟོན་མཛད་དེ་འཛིན་དེ་ང་ད་འདི་ན་ཁོང་ཁྲོ་མེད་པར་ན་ད་ཅི་གསུང་ད། རང་གི་རང་གཟུགས་རང་ཡིན་སྙོར་བ་ལས། འོ་ད་འོ་དེར་ཧྲིག་སེ་ན་ང་དང་ནམ་ཡང་སྐྱོ་ལོ་མེད་ལོ་སོང་བ་ས་ན་ད་དེ་རིང་ང་དང་ཡི་ག་ཚུར་དྲི་མི་སྐོར་ལ་ཨེ་ནི་མདོར་བསྡུས་མདོར་བསྡུས་ཤིག་ཞུས་ཏེ་རོགས་དེ་ནས་ཚང་མ་ལ་ཐུགས་རྗེ་ཆེ།